ཀྱང་ཀོ་རིན་པོ་ཆེ་དང་ཨ་རི་ལི་ཡ་རྒྱུན་རིང་པོ་ཅིག་ད་དགུང་ལོ་དེ་གའི་རྫི་ཆི་ཀང་ལི་ཡ་ཕེ་ཐུའི་ཞབས་གཡས་ཀྱི་ཐོག་ནས་སྨན་བཅོས་གནང་དགོས་བྱུང་ཡོད་རེད་ད་དེའི་པད་མི་སིའི་སྨན་བཅོས་དེ་ང་རང་ཚོ་སྤྱིར་རི་མི་བོད་ཕྱི་ནང་གི་མི་རིགས་རེད་ནང་པ་མི་རིགས་རེད་ཡེ་མ་ལི་རི་རྒྱུད་མི་མང་རེད་ང་ཚོར་རྣལ་འབྱོར་མི་མང་ཚང་མ་ལོག་བསོད་ནམས་ཀྱི་ཐུགས་རྗེ་ལས་དེ་ནས་སྐུ་མདུན་གྱི་སྨན་བཅོས་དེ་ཡག་པོ་ཞུ་བྱུང་ཨ་དེ་རིང་རྒྱ་གར་ས་ཐོ་ལ་ཚོ་ཐོག་མར་ཞབས་སོར་འཁོད་པ་དང་ཨ་ནི་སྙོམ་དུ་ང་ཚོ་དེ་ཨ་རུ་ན་ཅལ་མི་མང་སྤྱི་མགྱིན་གྱི་ཐོག་ནས་སྐྱབས་མགོན་རིན་པོ་ཆེ་ལི་ཡ་དང་ཕྱི་ཟླ་དགུ་པའི་ཏཱ་རི་ཀྲོའུ་ལི་ཡ་དུ་བྱོན་པའི་བཀའ་དབང་དང་བདུན་ལི་ཡ་བརྟན་བཞུགས་གཏམ་དཔེའི་ཞུ་ཡ་གི་སྐད་གསང་གི་གོ་བ་ཕྲ་བ་འདི་ཧ་ཅང་དཔེ་རྩ་ཆེན་པོ་ཆེ་དང། བཀའ་དྲིན་ཆེན་པོ་ཆེ་རེད་བསམ་གྱི་ཡོད། སྤྱིར་བཏང་ང་ཚོ་མི་ཡུལ་འདི་རྒྱ་བོད་ཀུན་ཕྲན་གོང་མ་རིམ་བྱོན་དང་དམིགས་བསལ་གྱི་ཨ་ནེ་བཅས་བཀྲ་བ་ཆེན་པོ་དང་ཤེས་སློབ་ཀྱིན་ཧ་ཅང་གི་ཕེ་གི་བཀའ་དྲིན་ཆེན་པོ་ཆགས་བསྡད་ཡོད་རེད་དེ་འདྲའི་ལས་བསྟན་པའི་སྐྱེ་བ་ཚེ་རབས་མང་པོའི་ལས་དང་བྲེལ་བོད་ཀྱི་ཧ་ཅང་ཕེ་གི་དེ་རྟེན་འབྲེལ་བཟང་པོ་ཞིག་ཆགས་སོང་བསམ་བསམ་ལ། སེམས་ནང་ག་ཚོད་བྱུང་བ་ང་ཚོ་དེ་གྲ་སྒྲིག་གིས་ཚོགས་ཆུང་བརྟན་བཞུགས་དང་བཀའ་དབང་གྲ་སྒྲིག་ཚོགས་ཆུང་དེ་ཚོར་ཚོགས་མི་ང་ཚོ་སྔོན་དུ་ཡོང་མཁན་དེ་གི་དེ་དེ་རིང་དེ་གཙོ་བོ་མི་ཨུར་ན་ཅལ་སྤྱི་ཁྱབ་བློན་ཆེན་པད་མ་མཁའ་འགྲོ་ལགས་གཙོས་པའི་ཨུར་ན་ཅལ་མི་མང་ཚང་མ་གི་ཐོག་ནས་ཕེབས་ཚུལ་དང་འཚམས་འདྲི་ལ་དུ་བཅར་བ་ཡིན། དེ་ནས་བྱམས་མགོན་རིན་པོ་ཆེ་ཨ་རི་ལ་ཤར་པའི་མན་ཆུ་དེ་ཕེབས་རི་བ་ལ་ཨ་དེ་ཚང་མ་གར་སོང་བས་ཡག་ཧོ་གྲགས་ཆེན་ཆུང་ནུ་ཚོས་ཕེབས་བ་དེ་ལ་དཔེ་སེམས་ནང་ལ

གཅིག་གི་སེམས་ཀྱི་ནང་ལོགས་ལ་ཡང་ཞི་བདེ་དང་ཨན་སྐྱབས་མགོན་རིན་པོ་ཆེའི་ཞལ་མཇལ་བ་དང་གཅིག་ལུང་པ་དེ་སྐྱིབ་ཏུ་འགྲོ་གིན་འདུག་གཅིག་ད་སེམས་དེ་དེ་སྐྱིད་བག་ཕེབས་པོ་འདུག་ཅིག་དེ་ད་བོད་པ་ཚང་མའི་གི་གུ་རང་བཞིན་ཡིན་པ་སོང་ཙང་ང་ལ་ཡི་ཚོར་བ་དེ་འདྲ་ཞིག་བྱུང། འཚོ་བ་སྐྱུར་པོས་བྱུང་སོ་ཨ་ནི་བསོད་བདེ་ཆེན་པོ་རེད་བསམ་གྱི་འདུག་འདི་ཇེ་ཡ་ར་ནི་ཨ་ནི་མི་ཁ་ཤས་ཇེ་ངན་འཕྲོ་ན་ཡང་ཇེ་ཡ་ར་གོ་མ་ར་ཨ་ནི་ང་ཚོ་ད་འདི་སློབ་གྲྭ་ཡིན་ནས་བུ་མང་པོ་པས་རེད་ད་འདི་འཛིན་གྲྭ་རྒྱལ་བ་དགུ་བ་ཨ་ནི།